རང་ལུས་མེ་སྲོག་དང་འབྲེལ་བའི་ལོ་རྒྱུས་ཡིག་ཚང་རྟེན་འབྲེལ་གཉིས་པ་ཤོག་གྲངས་བདུན་ཅུ་དང་ལྔ་ནི། བོད་ནང་གི་རང་ལུས་མེ་སྲོག་ལ་སྐྱོན་བརྗོད་བྱས་པའི་རྒྱ་ནག་གི་དྲག་གནོན། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་གཅིག་པའི་ཚེས་ལྔ། སྲིད་སྐྱོང་བློ་བཟང་སེང་གེའི་ཁེ་བཟང་དབང་ཤེད་བསྐྲུན། སེམས་འཕྲིན་སྟེང་སྤེལ་བ། དམར་འགྱུར་སངས་རྒྱས་ཀྱི་རྒྱུར། ད་ལོ་ཕྱི་ཟླ་གསུམ་པ་ནས་བཟུང་བོད་ཀྱི་ཤར་ཕྱོགས་ས་ཁུལ་དུ་བོད་རིགས་བཅུ་གཅིག་གི་རང་ལུས་མེར་བསྲེགས་ཡོད་པ་དང། དེའི་ནང་གི་དྲུག་ནི་འདས་གྲོངས་སུ་ཕྱིན་པ་རེད། རྒྱ་ནག་སྲིད་གཞུང་གིས་ཁོང་ཚོ་ནི། རྫུན་པ་གྱོན་པའི་དྲག་སྤྱོད་རིང་ལུགས་པ་ཞིག་ཡིན་པར་འགྲེལ་བརྗོད་བྱེད་ཀྱི་ཡོད། དོན་དངོས་ཀྱི་གནད་དོན་ནི་ཁོ་ཚོས་འུ་ཐུག་ཐབས་ཟད་ཀྱི་བྱ་སྤྱོད་རྣམས་བཙན་བཟུང་བྱས་པས་བོད་ནང་དུ་རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་དབང་བསྒྱུར་ལ་སྐྱོན་བརྗོད་བྱེད་པའི་རྟགས་མཚན་ངོ་མ་དེ་ཡིན། ཁོ་ཚོས་རང་གི་ཐུན་མོང་མ་ཡིན་པའི་རིག་གཞུང་དང་ཆོས་རིག་གི་ངོ་བོ་མཚོན་པའི་མི་དམངས་ཤིག་འཚོ་གནས་བརྟན་པའི་ཆེད་དུ་རླབས་ཆེན་གྱི་ལས་འགུལ་འདི་མངོན་གསལ་དུ་བསྟན་པ་རེད། བཙན་བྱོལ་དུ་ཡོད་པའི་བོད་རིགས་ཚོས་བོད་ནང་གི། རང་རེའི་མི་རིགས་ཀྱི་སྙིང་གི་ན་ཚ་དང་དཀའ་སྡུག་ལ་རྒྱུན་དུ་སེམས་ཁུར་ཟབ་མོ་མཛད་ཅིང། ལྷག་པར་དུ་རྔ་པ་དང་དཀར་མཛེས་ས་ཁུལ་དུ་བྱུང་བའི་རང་ལུས་མེར་བསྲེགས་ཀྱི་གནད་དོན་ལ་བློ་འཚབ་དང་སེམས་སྡུག་ཆེན་པོས་གདུང་སེམས་མཉམ་སྐྱེ་གནང་གི་ཡོད། རང་ལུས་མེ་སར་བཏང་བའི་གྲྭ་བ་དང་ཨ་ནེ་དེ་ཚོས་བོད་ནང་དུ་རྒྱ་ནག་གི་དྲག་གནོན་ལ་འཛམ་གླིང་མི་དམངས་ཀྱིས་དོ་སྣང་མཛད་པའི་ཆེད་དུ་རང་སྲོག་བློས་བཏང་གིས་ལས་འགུལ་འདི་བརྩམས་པ་རེད། རང་སྲོག་བློས་བཏང་གནང་མཁན་ཚོས་བོད་དང། བོད་མི་དམངས་ཡོངས་ཀྱི། སྐུ་ཚབ་ཀྱི་ཐོག་ནས་ལས་འགུལ་འདི་སྤེལ་བ་དང་ཁོང་ཚོའི་ཐུགས་དགོངས་ནི་མི་གཞན་སུ་ཞིག་ལའང་གནོད་སྐྱོན་མི་གཏོང་བ་དེ་རེད། དཀའ་སྡུག་དང་སྐྱོ་སྣང་གི་ལས་འགུལ་དེ་ནི་ཁོང་ཚོའི་སེམས་ཀྱི་ན་ཟུག་དྲག་པོ་ལས་ཕྱིར་མངོན་པ་དང་ཁོང་ཚོ་ནི་འཇིགས་སྣང་གི། བསམ་བློའི་འོག་ཏུ་གནས་ཡོད་པར་མ་ཟད། ཁོ་ཚོ་ལ་བསམ་བརྗོད་ཀྱི་རང་དབང་གང་ཡང་ཡོད་པ་མ་རེད། བཙན་བྱོལ་དུ་བཞུགས་པའི་དབུ་ཁྲིད་ཚོས་བོད་ནང་གི་རང་ལུས་མེར་བསྲེགས་དང་ངོ་རྒོལ་གྱི་ལས་འགུལ་ལ་སྐུལ་སློང་རྩ་བ་ནས་བྱེད་ཀྱི་མེད་པའི་རྒྱུ་མཚན་ནི། རྒྱ་ནག་གིས་ཁོ་ཚོ་ལ། དྲང་ནུས་ཀུན་ནས་བསྟེན་ནས་བྱ་སྤྱོད་སྤེལ་གྱི་ཡོད་པ་དེ་ཡིན། ད་དུང། རྒྱ་ནག་གིས་ཤི་བའི་ངོ་རྒོལ་ལ་ཤི་བའི་ངོ་རྒོལ་བ་རྣམས་ལ་དོན་མེད་ཀྱི་སྐྱོན་བརྗོད་ཤུགས་ཆེ་བྱེད་ཀྱི་ཡོད། བོད་མིའི་རང་ལུས་མེ་སྲེག་གི་སྐབས་སུ་མེ་ལྕེའི་གསོད་པའི་ཚབ་ཏུ་རྒྱ་ནག་གི་དཔོན་རིགས་ཚོས། ཐེངས་དང་པོར་གཅར་རྡུང་བྱེད་ཀྱི་ཡོད་པ་དང། རྨས་སྐྱོན་གྱི་རྐྱེན་གྱིས་ཁོང་ཚོ་འདས་གྲོངས་སུ་ཕྱིན་པ་རེད། གོང་ས་མཆོག་གིས་བོད་རིགས་མི་དམངས་ལ་དོན་འབྲས་འུད་སྡུག་གི་བྱ་སྤྱོད་ལ་མི་འགྲོ་བར་ཚིག་ཐག་ཆོད་པོའི་སྒོ་ནས་རེ་སྐུལ་ནན་པོ་གནང་བ་རེད། དཔེ་མཚོན་ཙམ་ཞུས་ན་ཕྱི་ལོ་ཉིས་སྟོང་བརྒྱད་ལོར་གོང་ས་མཆོག་གིས། བོད་རིགས་ཚོ་ལ་མེ་འཁོར་མཛད་པ་ལ་བརྟེན་ནས་ཁོང་ཚོས་རྒྱ་ནག་གི་དྲག་གནོན་སྲིད་ཇུས་ལ་དགག་ལན་སྤྲད་པའི་གསལ་བྱེད་ངོ་རྒོལ་གྱི་ལས་འགུལ་མཚམས་འཇོག་གནང་བ་རེད། བོད་ཀྱི་ཆབ་སྲིད་ཀྱི་འགོ་ཁྲིད་ཅིག་ཡིན་པའི་ཆ་ནས་བདག་གིས་ཀྱང་བཙན་བྱོལ་དུ་བཞུགས་པའི་བོད་རིགས་ཚོ་ལ། མགོ་བསྐོར་མཛད་ནས་ཁོ་ཚོས་མ་ཤི་བར་དུ་བསད་རྗེས་ཀྱི་ངོ་རྒོལ་ཁག་མཇུག་སྒྲིལ་དགོས་པར་བཤད་ཡོད། རྒྱུ་མཚན་ནི། ཁོ་ཚོས་རང་རེའི་རིག་གཞུང་དང་མི་རིགས་ཀྱི་ངོ་བོ་སྲུང་སྐྱོབ་དང་རྒྱུན་འཛིན་བྱེད་ཅིང། རང་རེའི་ལས་འགུལ་གྱི། སྟོབས་ཤུགས་འཛམ་གླིང་ཁྱོན་ཡོངས་སུ་སྲ་བརྟན་དུ་ཡོང་བར་ང་ཚོ་ཚང་མས་མཉམ་རུབ་ཀྱིས་སྟོབས་ཤུགས་འགུག་ངེས་ཡིན། བོད་ཕྱི་ནང་གཉིས་ཀའི་མི་དམངས་ཀྱིས་རང་རེའི་སྤྱི་ཚོགས་དང། དགོན་པའི་སློབ་གསོའི་ཤེས་ཡོན་གཉིས་ལ་དོ་སྣང་ཆེན་པོའི་སྒོ་ནས།

འདོད་ངེས་ཡིན། ང་ཚོའི་ཉི་ཆོས་ཀྱི་ཡིད་སྐྱོ་བའི་ལས་འགུལ་གྱི་བྱུང་རྐྱེན་དེ་བོད་ལ་མེད་དུ་བཙན་འཛུལ་བྱས་པ་དང་རྒྱ་ནག་གི་ཆབ་སྲིད་ཀྱི་དྲག་གནོན་སྲིད་བྱུས། རིག་གཞུང་གཅིག་གྱུར་དཔལ་འབྱོར་དོ་མི་མཉམ་པ། ཁོར་ཡུག་གཏོར་བཤིག་གི་གནད་དོན་བཅས་ལ་ངེས་པར་དུ་དོ་སྣང་ཆེན་པོས་བསམ་གཞིག་བྱེད་དགོས། བོད་མི་ཚོས་ངོ་རྒོལ་གྱི་རྣམ་པ་ལ། རྒྱ་ནག་གི་དྲག་གནོན་གྱི་བྱ་སྤྱོད་དམ་དུ་བཏང་བ་ལ་བརྟེན་ནས་གཏིང་ཟབ་པའི་ཉེན་ཚབས་ཆེན་པོ་བཟོ་ཡི་ཡོད། ཕྱི་ལོ་ཉིས་སྟོང་བརྒྱད་ལོའི་ཕྱི་སྒོར་ཆེན་མོའི་རིང། དེའི་རྗེས་ཀྱི་རྒྱ་ནག་སྲིད་གཞུང་གིས་བོད་ནང་དུ་ཁྱབ་བསྒྲགས་མ་བྱས་པའི་དྲག་པོའི་སྒྲིག་ཁྲིམས་བཙན་བཀའ་བཏང་བ་དང། སྡིག་རྩུབ་ཀྱི་བྱ་སྤྱོད་ལག་བསྟར་བྱས་པ་ཁྱད་པར་དུ། དགོན་པ་ཁག་གི་ནང་དུ་དེ་དག་ལག་བསྟར་བྱས་ཡོད། ད་ལོ་ཕྱི་ཟླ་གསུམ་པའི་ནང་དུ་དགུང་ལོ་ཉི་ཤུ་ཡིན་པའི་ཁི་ཏཱ་དགོན་པའི་གྲྭ་སློབ་ས་ཁུལ་སོགས་འདས་གྲོངས་སུ་ཕྱིན་པའི་རྐྱེན་གྱིས། ས་གནས་དཔོན་རིགས་ཚོས་རྔ་པའི་ནང་དུ་ཤུགས་ཆེན་པོས་དྲག་གནོན་བྱས་པ་དང། ཀི་ཏོ་དགོན་པ་ལ་དངོས་སུ་བཙན་འཛུལ་བྱས་པ། ཆོས་ལུགས་ཀྱི་མཛད་སྒོ་ཁག་བཀག་སྡོམ་བྱས་པ། ཁ་གསལ་མེད་པའི་གྲྭ་བའི་གྲངས་འབོར། མི་ཉུང་བ་ཞིག་བཙོན་དུ་བཅུག་པ་དང་ཉེས་རྡུང་བཏང་བ་རེད། མདོར་ན། ཁོང་ཚོས ྋགོང་ས་མཆོག་གི་སྐུ་པར་ཞིག་ཉན་འཇོག་བྱེད་པར་ཡང་བཀག་འགོག་བྱེད་ཀྱི་ཡོད། བཙན་བྱོལ་ནང་དུ་ང་ཚོའི་བོད་ནང་དུ། རང་རེའི་ཆོས་ལུགས་དང་རིག་གཞུང་གི་ལས་དོན་ཆ་ཚང་སྲུང་སྐྱོབ་བྱེད་པའི་མདུན་སྐྱོད་ཀྱི་ཐབས་ལམ་ལ་ཧུར་བརྩོན་བྱེད་པའི་མི་སྣ་ཡོངས་ལ་རྒྱབ་སྐྱོར་བྱེད་ཀྱི་ཡོད། འཛམ་གླིང་མི་དམངས་ཀྱིས། ཐོས་པས་ཁོང་ཚོའི་འབོད་སྒྲ་དེ་ང་ཚོས་གྲུབ་འབྲས་ལྡན་པ་ཞིག་ཡོང་བར་འབད་བརྩོན་བྱེད་ངེས་ཡིན། ཕྱི་ཟླ་བཅུ་པའི་ཚེས་བཅུ་དགུ་ཉིན་ང་ཚོས་རང་ལུས་མེར་བསྲེགས་བཏང་བའི་མི་སྣ་རྣམས་ལ་ཆིག་སྒྲིལ་གྱིས་གདུང་སེམས་མཉམ་སྐྱེ་བྱེད་པའི་ཆེད་དུ་བོད་ཀྱི་ཆོས་བརྒྱུད་ཁག་གི་བླ་ཆེན་རྣམས་དང། སྙམ་དུ། ངས་གང་གིས་གསོན་གཏོར་རྨི་ལམ་དང་སྲེག་བྱེད་ཀྱི་སྨྱོ་ནད་ལ་ཞུགས་པའི་ལས་རམ་ཞིག་གོ་སྒྲིག་བྱས་པ་ཡིན། དེ་ནི། རང་རེའི་རང་དབང་སླར་གསོ་བྱེད་པའི་ཆེད་དུ། བོད་རིགས་འདི་དག་གི་དགོད་སྒྲ་དེ་ང་ཚོ་ཚང་མས་མཐོང་ཐོས་སུ་བསྒྱུར་དགོས་པར། ཞེས་པའི་ལས་འགན་ཡིན་པ་དང། ཁོང་ཚོས་རང་སྲོག་བློས་བཏང་གིས་མཛད་རྗེས་རྣམས་དོན་མེད་དུ་སོང་མེད་པ་ཞིག་མཚོན་པར་བྱས་ཡོད། རང་སྲོག་བློས་བཏང་གིས། འབྱུང་རྩ་ནི། རྒྱ་ནག་གིས་བོད་ལ་མོས་མཐུ་དུ་དྲག་གནོན་བྱས་པ་དེ་ཡིན་པ་ནི་གསལ་བོ་རེད། གོང་ས་མཆོག་དང་བོད་ཀྱི་འཛིན་སྐྱོང་བཀའ་ཤག་གིས་བོད་ནང་གི་དཀའ་ངལ་དེ་སེལ་ཐབས་བྱས་པ་ལས། བོད་རྒྱའི་བར་ལ་དཀའ་ངལ་མོས་མཐུ་དུ། གནས་འདོད་མེད་པ་ཡིན། འཛམ་གླིང་མཉམ་འབྲེལ་རྒྱལ་ཚོགས་དང་རྒྱལ་སྤྱིའི་ཚོགས་སྡེ་ཁག་གིས་བོད་ནང་དུ་དངོས་ཡོད་རྟོག་ཞིབ་བྱེད་པའི་ཀུན་སྤྱོད་བཙུགས་པ་བཏང་ནས་དངོས་ཡོད་ཀྱི་གནས་སྟངས་ལ་རྟོག་ཞིབ་བྱེད་པར་ང་ཚོས་འབོད་སྐུལ་བྱེད་ཀྱི་ཡོད། ད་དུང། རང་དབང་གི་སེམས་འདོད་པའི་ཚོགས་པ་དང། བསམ་བློ་གུ་ཡངས་ལྡན་པའི་རྒྱ་ནག་གི་ཤེས་ཡོན་ཅན་ཚང་མ་བོད་ལ་སྐྱོད་པར་ཆོག་མཆན་སྤྲོད་དགོས་ངེས་ཡིན། རྒྱལ་སྤྱིའི་ཚོགས་སྡེ་ཁག་ཚང་མས་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱི་སྲིད་བྱུས་ལ་ངེས་པར་དུ་གནོད་ཤུགས་སྤྲད་དེ། བོད་དང་རྒྱ་ནག་ཕན་ཚུན་གཉིས་ཀྱི་རྩ་བའི་བདེ་དོན་གྱི་ཆེད་དུ། ཤི་བའི་གྲོས་མོལ་བརྒྱུད་ནས་བོད་མི་རང་དབང་སླར་གསོ་དང། བོད་ཀྱི་གནད་དོན་ཐག་གཅོད་བྱེད་དུ་འཇུག་དགོས་ཡོང་ཁོངས་བོད་ཀྱི་དུས་བབ་དྲ་བ། མཚོ་སྔོན་ཐེམ་ཆེན་རྫོང་དུ་གཞས་ཚིག་རྩོམ་པ་པོ་གཉིས་འཛིན་བཟུང། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་གཅིག་པའི་ཚེས་དྲུག་ཉིན་རྒྱ་ནག་གཞུང་གིས་སྡུག་ནག་ཁྲོད་ཀྱི་ཕ་ཡུལ་ཞེས་པའི་འོད་སྡེར་གྱི་ཚིག་རྩོམ་མཁན་དགེ་འདུན་པ་སྐལ་བཟང་འཇམ་དབྱངས་དང། ཉག་མ་ཕུན་ཚོགས་གཉིས་འཛིན་བཟུང་བྱས་ཡོད་འདུག་དེ་ཡང་ཉེ་ཆར། བོད་ཨ་མདོ་མཚོ་སྔོན་ཞིང་ཆེན་ཞིང་ཆེན་མཚོ་ནུབ་ཁུལ་ཐེམ་ཆེན་རྫོང་དུ་གྲྭ་པ་གཉིས་དང་གཞས་པ་གཅིག་བཅས་མཉམ་རུབ་ཐོག་གདོང་ལེན་ཁྲོད་ཀྱི་ཕ་ཡུལ། མདོར་ན་དྲོད་ཀྱི་ཕ་ཡུལ། ཞེས་པའི་འོད་སྡེར་ཞིག་དཔེ་སྐྲུན་མགྲིན་པར་བཅས་ཡོད་པ་དང། འོད་སྡེར་ནང་རྒྱ་གཞུང་གིས་ས་གནས་དེ་གའི་ལོ་མར་སྡེ་བར་སྡོད་ཟུར། གཏེར་ཁ་སྔོག་འདོན་བྱས་ཏེ་ཁོར་ཡུག་ལ་གཏོར་བརླག་ཚབས་ཆེན་བཟོས་པའི་སྐོར་དང། ས་གནས་བོད་མི་ཚོར་གཏན་འཆམ་བྱེད་ཀྱི་གནས་སུ་བསྐྱལ་ཡོད་པའི་སྐོར་བརྙན་དཔར་དང་གཞས་ཚིག་གི་ལམ་ནས་གསལ་པོ་བསྟན་ཡོད་སྟབས། འདི་ལོ་སྤྱི་ཟླ་བཅུ་གཅིག་པའི་ཚེས་དྲུག་ཉིན། སྔ་དྲོ་རྒྱ་གཞུང་གིས་འོད་སྡེར་གྱི་གཞས་ཚིག་རྩོམ་པ་པོ་ཉག་ན་ཕུན་ཚོགས་དང་ཉག་ན་ཕུན་ཚོགས་དར་རྒྱས་གླིང་དགོན་པའི་དགོན་བདག་ཉག་ན་ཕུན་ཚོགས་ལགས་དང། ཐེམ་ཆེན་རྫོང་བོང་སྟག་ནས་ཡིན་ཞིང། དེ་རྩ་དགོན་པར་བསླབ་གཉེར་བྱེད་བཞིན་པའི་དགེ་ལྡན་པ་སྐལ་བཟང་འཇམ་དབྱངས་གཉིས། ཐེམ་ཆེན་རྫོང་ཐོག་ནས་འཛིན་བཟུང་བྱས་ཡོད་འདུག་རྒྱ་ནག་གཞུང་གིས་ཁོ་གཉིས་འཛིན་བཟུང་བྱས་རྗེས་ཉག་ནག་ཕུན་ཚོགས་ལགས་ཀྱི་ནང་མི། ནང་མི་ཁོངས་ཐེམ་ཆེན་རྫོང་བཀག་ཉར་ཁང་དུ་ཡོད་པའི་གནས་ཚུལ་ཤེས་ཡོད་ཀྱང། སྐལ་བཟང་འཇམ་དབྱངས་ལགས་འཛིན་བཟུང་བྱས་རྗེས། ཐེམ་ཆེན་རྫོང་དང་བར་ཐག་སྤྱི་ལེ་བརྒྱད་ཅུ་ཙམ་ཡོད་པའི་ཝུའུ་ཝེན་རྫོང་ཉེན་རྟོག་པས་ཁོང་གི་ཆོས་གོས་དང། རྒྱལ་སྒོར་ཉིས་སྟོང། ཕྱིར། ནང་མི་རྩིས་སྤྲད་ཀྱི་ཡོད་ནའང། ཉེན་རྟོག་པས་ཁོང་ས་གནས་གང་དུ་ཁྲིད་ཡོད་མེད་ཀྱི་གནས་ཚུལ་བརྗོད་མེད་པ་མ་ཟད། རྒྱ་གཞུང་གིས་སྡུག་ནར་ཁྲོད་ཀྱི་ཕ་ཡུལ་ཞེས་པའི་འོད་སྡེར་དེ་ཤེས་རྟོགས་བྱས་འདུག། རང་ལུས་མེ་སྲེག་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་འདེམས་ཁྲིད་གཉིས་པ་ཤོག་གྲངས་བདུན་ཅུ་སྟོང་བརྒྱད་ནས། ཨོ་སི་ཀྲི་ལི་ཡི་ལྗང་ཁུ་ཚོགས་པའི་ཚོགས་ཆེན་ཐོག་རྒྱ་གཞུང་ལ་དྲག་གནོན་མཚམས་འཇོག་བྱེད་དགོས་སྐོར་གསུངས་པ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་གཅིག་པའི་ཚེས་དྲུག་ཉིན་ཨོ་སི་ཀྲི་ལི་ཡི་ལྗང་ཁུ་ཚོགས་པས་རྒྱལ་ཡོངས་ཚོགས་ཆེན་འཚོགས་སྐབས། ཚོགས་པ་དེའི་ངོས་ནས་བོད་མི་རང་ཉིད་ཀྱི་འདེམས་ཐོན་བྱུང་བའི་གཞུང་ལ་ངོས་འཛིན་བྱ་རྒྱུ་ཙམ་མ་ཟད། བོད་ནང་གི་བོད་མི་རྣམས་ལ་རྒྱ་ནག་གཞུང་ནས་དམ་དྲག་དང་བཙན་གནོད་བྱེད་བཞིན་པའི་སྲིད་བྱུས་མཚམས་འཇོག་དགོས་པའི་གྲོས་ཆོད་བཞག་འདུག་སྐབས་དེར་ལྗང་ཁུ་ཚོགས་པའི་གྲོས་ཚོགས་གོང་མའི་མགྲིན་ཚབ་པ Sarah Hanson-Young ལགས་ཀྱིས་གསུངས་དོན། ཁུར་བྲིས། དེ་སྔ་ཆབ་སྲིད་ཚོགས་པ་རྣམས་ཀྱིས་ད་ལྟ་བར་བོད་དོན་སྣང་མེད་དུ་བཞག་ཡོད་ན་ཡང། ལྗང་ཁུ་ཚོགས་པའི་ངོས་ནས་སླར་ཡང་བོད་མིའི་ཆོས་དད་རང་དབང་དང། སྨྲ་བརྗོད་རང་དབང་སོགས་ཀྱི་སྐོར་ལ་མུ་མཐུད་བགྲོ་གླེང་བྱ་རྒྱུ་ཡིན་གསུངས་ཡོད་པ་མ་ཟད། ལྷག་པར་ཁོང་གིས་འདི་ལོ་ཕྱི་ཟླ་གསུམ་པ་ནས་བཟུང་ད་བར། བོད་ནང་གི་བོད་མི་བཅུ་གཅིག་གིས་རྒྱ་གཞུང་གི་དྲག་གནོན་འོག། གཞི་རྩའི་འགྲོ་བ་མིའི་ཐོབ་ཐང་མེད་པའི་འུ་ཐུག་ཐབས་ཟད་ཀྱི་རང་ལུས་མེ་སྲོག་བཏང་སྟེ་དགེ་ལྡན་པ་ཞིག་དང་བཙུན་མ་གཉིས་འདས་གྲོངས་སུ་གྱུར་ཡོད། དེ་དག་གི་གནས་སྟངས་སྤྱི་དང། ཡང་སྒོས་བོད་ནང་གི་བོད་མིའི་གནས་སྟངས་ཐོག་ལྗང་ཁུ་ཚོགས་པའི་ཚོགས་མི་རྣམས་ཀྱིས་ལྟ་ཞིབ་ནན་ཏན་བྱ་རྒྱུ་ཡིན་སྐོར་ཡང་གསུངས་འདུག། དེ་བཞིན་ཁོང་གིས། ཟླ་བ་སྔོན་མའི་ཕྱི་ཚེས་སུམ་ཅུ་སོ་གཅིག་ཉིན་ཨོསི་ཁྲི་ལི་ཡའི་གྲོས་ཚོགས་ཀྱི་འཐུས་མི་མང་དག་ཅིག་གིས། ཁ་ཙམ་གྱི་བོད་དོན་གླེང་བ་ལས་དོན་ངོ་མ་གྲོས་ཚོགས་གོང་མས། ལྷན་ཚོགས་སྐབས་རྒྱ་གཞུང་གིས་བོད་ནང་གཞི་རྩའི་འགྲོ་བ་མིའི་ཐོབ་ཐང་སྤྲོད་ཀྱི་མེད་པ་དེ་འཛམ་གླིང་ཡོངས་ནས་མཐོང་གསལ་ཡིན་པ་ལྟར། དེ་ནི་དྲག་པོའི་བཙན་གནོན་ཡིན་པ། གྲོས་ཚོགས་ནང་གླེང་སློང་བྱས་མེད་པ་དེས་རྒྱ་ནག་གཞུང་ལ་ཉེན་བརྡ་གཏོང་རྒྱུའི་གོ་སྐབས་ཤོར་ཟིན་པ་རེད་ཅེས་གསུངས་འདུག་གཞི་རྩའི་ཨོ་སི་ཁྲུ་ལི་ཡའི་སྦྱང་གི་ཚོགས་པ་དེ་བཞིན་དག་པར་བོད་དོན་ཐོག་རྒྱབ་སྐྱོར་བརྟན་པོ་གནང་མཁན་གྱི་ཚོགས་པ་ཞིག་ཡིན་འདུག་པ་སྤྱི་ཡོངས་ཁོངས་དབུས་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ། གྲྭ་སྤུན་ཚོགས་ལགས་ཀྱིས་ནང་མི་དཀའ་ངལ་འདོན་པར་ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་གཅིག་པའི་ཚེས་དྲུག་རྒྱ་ནག་གཞུང་གིས་རྔ་པ་ཀིརྟི་དགོན་པའི་གྲྭ་སྤུན་ཚོགས་ལགས་ཀྱི་སྤུན་ཆུང་བ་བློ་བཟང་སྐལ་བཟང་བཙོན་འཇུག་བཀག་ཉར་བྱས་ཡོད་པ་མ་ཟད། ཁོང་གི་ཕ་རྒན་དང་སྤུན་མཆེད་བ་གཉིས་ཀྱང་གར་ཡོད་ཅི་བྱུང་མ་ཤེས་པར་ལྷག་ཡོད་འདུག་ཉེ་ཆེར་བོད་ནས་གསེར་དུ་འབྱོར་བཞིན་ད་ལྟ་བཞུགས་སྒར་རྡ་རམ་ས་ལའི་དབུས་སྣེ་ལེན་ཁང་དུ་ཡོད་པའི་རྔ་པ་ཀིརྟི་དགོན་པའི་གྲྭ་བློ་བཟང་རབ་བརྟན་ལགས་ཀྱིས་འདི་གར་གནས་ཚུལ་མཁོ་སྤྲོད་བྱས་པར་ལྟར་ན། འདི་ལོ་ཕྱི་ཟླ་གསུམ་པའི་ཚེས་བཅུ་དྲུག་ཉིན། རྔ་བ་ཀིརྟི་དགོན་པའི་གྲྭ་སློབ་བསམ་ཕུན་ཚོགས་ལགས་ཀྱིས་རང་ལུས་མེར་བསྲེགས་བཏང་རྗེས། རྒྱ་ནག་གཞུང་གིས་རྔ་བ་ཀིརྟི་དགོན་པའི་གྲྭ་པ་མང་པོ་འཛིན་བཟུང་བཀག་ཉར་དང། ཁྲིམས་བཅད་བཙོན་འཇུག་བྱས་པར་མ་ཟད། ས་གནས་མང་ཚོགས་ལའང་དགོན་པའི་ནང་མཆོད་མཇལ་འགྲོ་བ་སོགས་ཀྱི་ཐད་དཀའ་ངལ་རབ་དང་རིམ་པ་བཟོས་ཡོད་འདུག། ཉེ་ཆར་རྔ་བ་ཀིརྟི་དགོན་པའི་གྲྭ་བློ་བཟང་དཀོན་མཆོག་དང་གྲྭ་བློ་བཟང་ཕུན་ཚོགས་ལགས་ཀྱི་དཔོན་ཆུང་བ་བློ་བཟང་སྐལ་བཟང་ལགས་གཉིས་ཀྱིས་རང་ལུས་མེར་སྲེག་གིས་རྒྱ་ནག་གཞུང་ལ་ངོ་རྒོལ་སྐད་འབོད་བྱས་ཏེ་འཛིན་བཟུང་བཀག་ཉར་བྱས་རྗེས་གྲྭ་ཕུན་ཚོགས་ལགས་ཀྱི་ཕ་འགྱུར་མེད་ཚེ་ལགས་ཀྱིས་ས་གནས། ས་གནས་འབྲེལ་ལས་ཁང་ལ་ཡར་ཞུ་བརྒྱུད་ཐུག་འཕྲད་དུ་ཕྱིན་ཡོད་ཀྱང་འབྲེལ་ཡོད་ཚན་པས་ཁོང་ལ་ཐུག་ཁོང་ལ་ཐུག་འཕྲད་ཀྱི་གོ་སྐབས་བཅས་མེད་པའི་ཁར། ད་ལྟའི་ཆར་ཁོང་ག་ཡོད་ཀྱི་གནས་ཚུལ་ཅི་ཡང་ཤེས་རྟོགས་མ་འབྱོར་བར་ལྷག་ཡོད་པ་དང། ད་དུང་གྲྭ་ཕུན་ཚོགས་ལགས་ཀྱི་སྤུན་ཆེ་བ་བཀྲ་ཤིས་ཀྱང་རང་ཁྱིམ་དུ་བཟང་བཙོན་གྱི་ཚུལ་དུ་བསྡད་ཡོད་འདུག། ནེ་ཙོ་མཁོ་སྤྲོད་པས་བརྗོད་པ་ལྟར་ན། ཀྲ་ཕུན་ཚོགས་ལགས་ཀྱི་ཁྱིམ་དུ་རང་ལོ་དྲུག་ཅུ་ཡིན་པའི་ཕ་འགྱུར་མའི་ཚེ་དང། རང་ལོ་ལྔ་བཅུ་ཡིན་པའི་མ་རྫོང་དཀར་གཉིས་དང། རང་ལོ་བརྒྱད་ཅུ་གྱ་བདུན་ཡིན་པའི་རྨོ་མོ་དཀར་མོ། རང་ལོ་ཉི་ཤུ་རྩ་གཉིས་ཡིན་པའི་བློ་བཟང་དག་གིས། ལོ་གསུམ་ཡར་སྔོན་ནས་ཨམ་བུ་སྐྱོན་ཅན་དུ་གྱུར་ཏེ་ད་ལྟ་དབྱུག་སྟེང་ལ་བརྟེན་ནས། འགྲོ་བཞིན་པའི་གྲྭ་ཤང་བཅས་ཉེ་ཆར་རང་ལུས་མེ་སྲེག་བཏང་བའི་རང་ལོ་བཅོ་བརྒྱད་ཡིན་པའི་གྲྭ་བློ་བཟང་སྐལ་བཟང་ལགས་བཅས་བདམས་དཔོན་བྱས་བསྡད་ཡོད་ཀྱང། འདི་ལོ་གྲྭ་དཔོན་ཚོགས་ལགས་དང་བློ་བཟང་སྐལ་བཟང་རྣམ་གཉིས་ཀྱིས་རང་ལུས་མེ་སྲེག་གིས་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་སྤེལ་རྗེས། ཁོང་གི་རྣམ་མེར་རྒྱ་གཞུང་གིས་སྔ་ཕྱི་བར་གསུམ་དུ་འཇིགས་སྐུལ་དང་དྲག་གནོན་བྱས་པ་དང་ཉེ་ཆེར། ཕ་རྒན། ད་ཡོད་མི་ཤེས་པའི་གནས་སུ་གྱར་བ་དང། སྤུན་ཆེ་བ་བཀྲ་ཤིས་ཀྱང་བཟང་བཙོན་གྱི་ཚུལ་དུ་བཀག་ཉར་བྱས་ཡོད་པར་བརྟེན། ནང་མི་ཚོར་དཀའ་ངལ་ཆེན་པོ་འཕྲད་ཀྱི་ཡོད་འདུག། ད་ལྟའི་ཆར་རྒྱ་ནག་གཞུང་གིས་སྨན་རི་མ་སྡེ་བའི་ཁྱིམ་ཚང་ཡོངས་ལ་གོང་ས་མཆོག་དང་བཙན་བྱོལ་བོད་གཞུང་ལ་དགག་རྒྱག་དང། རྒྱ་ནག་གི་རྒྱལ་དར་བསྒྲེངས་དགོས་པའི་བཙན་བཀའ་བཏང་བཞིན་པར་མ་ཟད་རྔ་པ་ཀིརྟི་དགོན་པའི་དགེ་ལྡན་པ་རྣམས་ལའང་སྡེ་ཚན་མི་འདྲ་བ་ཉི་ཤུ་རྩ་དྲུག་ལ་བགོས་ཏེ། རྒྱལ་སྤྱིའི་ཆོས་བྱེད་ཀྱི་སློབ་གསོ་སྤེལ་བཞིན་ཡོད་འདུག་རང་ལོ་ཉི་ཤུ་རྩ་དགུ་དང་རང་ལོ་བཅུ་བདུན་ཡིན་པའི་གྲྭ་བློ་བཟང་རབ་བརྟན་ལགས་ནི་རྔ་པ་རྫོང་སྨད་རུ་མ་ནས་ཡིན་ཞིང། གྲྭ་བློ་བཟང་ཕུན་ཚོགས་དང་སྡེ་བ་གཅིག་པ་ཡིན་པར་མ་ཟད། ཀི་ཏི་དགོན་པའི་ནང་ཁོང་གཉིས་དགེ་རྒན་གཅིག་དགེ་ཕྲུག་དགེ་རྒན་གཅིག་གི་དགེ་ཕྲུག་ཡིན་འདུག་གསར་འགོད་པ་དོན་གོ་ཡོང་ཁུངས་བོད་ཀྱི་དུས་བབ་དྲ་བ། སེ་ར་རུ། རྒྱལ་སྤྱིའི་དཔའ་བོ་རྣམས་ལ་མྱ་ངན་བྱོན་ཕུལ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་གཅིག་པའི་ཚེས་དྲུག་ལ་སྤེལ། ཕྱི་ཟླ་བཅུ་གཅིག་པའི་ཚེས་ལྔ་ཉིན་གྱི་དགོང་མོ་སེ་ར་ཐག་ཆེན་གླིང་དུ། དགེ་ལྡན་པ་སུམ་སྟོང་ཙམ་འདུ་འཛོམས་ཀྱིས། བོད་ནང་ནས་རང་ལུས་མེར་སྲེག་གིས་ཤི་སྒོར་འབྱིན་མཁན་རྣམས་ལ་གདུང་སེམས་མཉམ་སྐྱེད་ཀྱི་མཆོད་འབུལ་སྨོན་ལམ་ཞིག་ཚོགས་ཡོད་པ་དང་མ་འོངས་པར། སེ་ར་ཐགས་ཆེན་གླིང་ནས་སོགས་ག་དུས་ཚོགས་ཀྱང་ཁོང་རྣམས་ལ་སྨོན་ལམ་གསུང་རྒྱུ་ཡིན་ཞེས་གསུངས་ཡོད་པ་རེད། དེ་ཡང་ད་རེས་དགོང་མོ་ཕྱག་ཚོད་ལྔ་པ་དང་ཤས་ཙམ་ནས་དབུ་འཛུགས་ཀྱིས་རྒྱ་སྐད་ལྷོ་ཕྱོགས་སེ་ར་ཐགས་ཆེན་གླིང་གི་བླ་སྤྱིའི་ཆོས་ར་རུ། སེར་བྱེས་མཁས་གཉེར་གྲྭ་ཚང་དང་སེར་སྨད་ཐོས་གསུམ་ནོར་གླིང་གྲྭ་ཚང་གཉིས་ཀྱི་མཁན། རིན་པོ་ཆེ་རྣམ་གཉིས་དང། ཁྲིམས་རྟ་དགེ་བསྐོས་རྣམ་པ། དགེ་བཤེས་རྣམས་ཀྱི་དབུས་དགེ་ལྡན་པ་སུམ་སྟོང་ཙམ་འདུ་འཛོམས་ཀྱིས་བོད་ནང་ནས་རང་ལི་མེ་སག་གི་བོད་བསྟན་སྲིད་ཆེད། ཤི་བའི་ངོ་རྒོལ་བྱེད་མཁན་རྣམས་ཀྱི་ཆེད་དུ། སྨོན་ལམ་མཆོད་འབུལ་ཞིག་ཚུགས་ཡོད་པ་དང། སེར་བྱེས་མཁན་རིན་པོ་ཆེ་མཆོག་གིས་སྐབས་དེར། བོད་བསྟན་སྲིད་ཀྱི་ཆེད་དུ། རང་སྲོག་བློས་བཏང་བ་དེ་དག། རྒྱལ་སྲས་ཞང་ཞུང་སེམས་པའི་མཛད་སྤྱོད་དང་མཐུན་པའི་སྐོར་དང། ད་ནས་བཟུང་སེ་ར་ཐག་ཆེན་གླིང་ནས། ཚོགས་དགའ་བསྡུས་ཚོགས་ཀྱང། ཁོང་རྣམས་པའི་དོན་དུ་སྨོན་ལམ་གསུང་རྒྱུ་ཆག་མེད་གནང་དགོས་པ་སོགས་བཀའ་སློབ་ལམ་སྟོན་གནང་ཡོད་འདུག་གནས་ཚུལ་འདི་ས་གནས་ནས་འབྲེལ་ཡོད་ཅིག་གི་ཁ་པར་བརྒྱུད་ནས་འགྲེལ་བརྗོད་གནང་སོང་ཡོང་ཁོང་བོད་ཀྱི་བང་ཆེན་དྲ་བ། རང་ལུས་མེ་སྲོག་དང་འབྲེལ་བའི་ལོ་རྒྱུས་ཡིག་ཚགས་ལྡེབ་འཕྲེང་གཉིས་པ་ཤོག་གྲངས་བརྒྱད་ཅུ་གྱ་གཅིག་ནི། ཨ་རིའི་གྲོས་ཚོགས་ཀྱི་འཐུས་མི་ཁག་ཅིག་གིས་བཀའ་ཁྲི་མཆོག་དང་མཇལ་འཕྲད་སྐབས་བོད་དོན་ལ་རྒྱབ་སྐྱོར་ཤུགས་ཆེ་གནང་བ། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་གཅིག་པའི་ཚེས་བདུན་རེས་གཟའ་མིག་དམར། ཕྱི་ལོ་ཉིས་སྟོང་བཅུ་གཅིག་ཟླ་བཅུ་གཅིག་པའི་ཚེས་གསུམ་ཉིན་བཀའ་ཁྲི་བློ་བཟང་སེང་གེ་མཆོག་གིས་ཨ་རི་གྲོས་ཚོགས་ཀྱི་ཁྲ་མན་ཏྲུས་འགྲོ་བ་མིའི་ཐབ་ཐང་ལྷན་ཚོགས་སུ་བོད་དོན་ཉན་ཞིབ་སྐབས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གིས་སྐུ་ཡི་ཡང་སྲིད་སྐོར་བཀའ་སློབ་དང་ད་ལྟའི་བོད་ནང་གི་འཛིན་གྲྭ་གནས་སྟངས། བཙན་བྱོལ་བོད་མི་དམངས་གཙོ་འཕེལ་རིམ་ཁྲོམ་ལེན་ཀྲོའུ་དམ་པ་ཁོང་གིས་གོང་ས་མཆོག་དང་བོད་མིར་གདུང་སེམས་མཉམ་སྐྱེའི་རྒྱབ་སྐྱོར་གནང་བ་བཀའ་དྲིན་རྗེས་དྲན། དེ་བཞིན་ཨ་རིག་གཞུང་མང་གཉིས་ནས་བོད་མི་ཚོར་ད་བར་སེམས་ཐག་ཉེ་པོའི་རྒྱབ་སྐྱོར་གནང་བར་བོད་མི་ཡོངས་ཀྱི་ཚབ་ཞུས་ཏེ་བཀའ་དྲིན་རྗེས་དྲན་ཞུས་ཡོད། ཕྱོགས་མཚུངས་སྐབས་དེར་ཀིརྟི་རིན་པོ་ཆེ་མཆོག་གིས་ད་ལྟའི་བོད་མི་གཞོན་སྐྱེས་ཚོས་རང་ལུས་མེ་སྲེག་བཏང་སྟེ་རྒྱ་ནག་གཞུང་ལ་ངོ་རྒོལ་བྱེད་དགོས་པ་དེ་ནི་རྒྱ་ནག་མི་དམངས་སྤྱི་མཐུན་རྒྱལ་ཁབ་ཀྱིས་བོད་ནང་བཙན་འཛུལ་བྱས་པ་ནས་བཟུང་བོད་མི་སྤྱི་དང་ལྷག་པར། བོད། མདོ་སྨད་རྔ་བའི་ཁུལ་དུ། རྒྱ་ནག་མི་མང་སྤྱི་མཐུན་རྒྱལ་ཁབ་ཀྱི་ཕྱི་ལོ་གཅིག་སྟོང་དགུ་བརྒྱ་སུམ་ཅུ་སོ་ལྔ་ལོར། དམར་དམག། རྒྱལ་སྐྱོབ་ཆེན་མོའི་སྐབས། རྔ་བའི་ཁུལ་དུ་སླེབས་ཏེ། བོད་མི། དགོན་སྡེ་ཁག། གཏོར་བཤིག་བཏང་བ་མ་ཟད་བོད་མི་མང་པོ་དམར་གསོད་བཏང་བ་སོགས་ཀྱི་བྱ་སྤྱོད་ལ་བརྟེན། བོད་མིའི་སེམས་ནང་རྨ་ཁ་ཆེན་པོ་བཟོས་ཡོད་དེ་རྗེས་རྔ་པའི་ཁུལ་དུ་ཕྱི་ལོ་ཆིག་སྟོང་དགུ་བརྒྱ་ལྔ་བཅུ་ང་བརྒྱད་ལོ་དམངས་གཙོ་བཅོས་བསྒྱུར་ཟེར་བ་དང། ཕྱི་ལོ་ཆིག་སྟོང་དགུ་བརྒྱ་དྲུག་ཅུ་རེ་དྲུག་ལོར་རིག་གནས་གསར་བརྗེའི་སྐབས་རྔ་པའི་ཁུལ་དུ་བོད་མི་མང་པོ་དམར་གསོད་བཏང་བ་དང། མུ་གེ། ཤི་བ་སོགས་ཀྱི་དཀའ་ངལ་ཚད་མེད་སྤྲད་དེ་རྨ་ཁ་བཟོས་པ། རྨ་ཁ་གཉིས་པ་བཟོས་ཡོད། དེ་རྗེས་ཕྱི་ལོ་གཅིག་སྟོང་དགུ་བརྒྱ་དགུ་བཅུ་དགུ་བརྒྱད་ལོར་རྒྱ་ནག་གཞུང་གིས་རྔ་པའི་ཁུལ་དུ་རྒྱལ་སྤྱིའི་ཆོས་བརྒྱད་ཀྱི་བསླབ་གསོ་ཟེར་བའི་ལས་འགུལ་སྤེལ་ཏེ་དགོན་སྡེ་ཁག་ནང་ཆོས་དད་རང་དབང་ལ་རྩིས་མེད་རྡོ་རིང་བཏང་བའི་བྱ་སྤྱོད་སྤེལ་བར་བརྟེན། བོད་མི་ཚོའི་སེམས་ནང་རྨ་ཁ་སིམ་པ་བཟོས་པ་ལས་བྱུང་བ་ཞིག་ཡིན་སྐོར་ཞིབ་ཕྲ་གསལ་བཤད་གནང། ཉན་ཞིབ་སྐབས་ཨ་རི་གྲོས་ཚོགས་ཀྱི་ཁྲམ་ལན་ཀྲུས་འགྲོ་བ་མིའི་ཐོབ་ཐང་ལྷན་ཚོགས་ཀྱི་ཚོགས་གཙོའི་ལས་རོགས་ཨ་རིག་གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས་ཇེམ་སི།

གཞན་ཡང་དེ་ཉིན་བཀའ་ཁྲི་མཆོག་གིས་ཨ་རི། Florida། མངའ་སྡེའི་གྲོས་ཚོགས་གོང་མའི་འཐུས་མི་སྐུ་ཞབས Michael Rubio མཆོག་དང། གྲོས་ཚོགས་འོག་མའི་འཐུས་མི་སྐུ་ཞབས Steph Chabot མཆོག། གྲོས་ཚོགས་མི་འཐུས་མི་ལྕམ་སྐུ་ནི་ཀྲ་ལོ་བོ་ནི་ཀྲ་ལོ་བི་མཆོག་དང་མཇལ་འཕྲད་གནང་ཡོད། སྐབས་དེར། གྲོས་ཚོགས་མི་འཐུས་མི་སྐུ་ཞབས་མཱར་ཀོ་རུ་བི་མཆོག་གིས་བོད་དོན་འཐབ་རྩོད་ལ་རྒྱབ་སྐྱོར་བྱེད་ཐུབ་པར་དགའ་སྤོབས་བྱུང་ཚུལ་དང། བཀའ་ཁྲི་མཆོག་གིས་ཁོང་ལ་མགྲོན་འབོད་ལྟར་རྡ་སར་བཅར་རྒྱུའི་ཁས་ལེན་ཡང་གནང་ཡོད་ཤོག་ཚོང་གྲོས་ཚོགས་འོས་མི་འཐུས་མིའི་སྐུ་ཞབས Steve Chabot མཆོག་གིས་བལ་ཡུལ་ཁུལ་གྱི་བོད་མི་ཚོའི་གནས་སྟངས་ཐོག་སེམས་སུ་ཡོད་སྐོར་དང། ཁོང་རང་ཉིད་ཉེ་ལམ་བལ་ཡུལ་ཁུལ་དུ་རྒྱལ་དོན་འཚམས་གཟིགས་ནས་ཕྱིར་འབྱོར་འཕྲལ་ཡིན་འདུག་ཁོང་གིས་དཀྱིལ་ཤེར་དང་ལྷོ་ཨེ་ཤི་ཡའི་ཚོགས་ཆུང་གི་ཚོགས་གཙོ་ཡིན་འདུག། ཁོང་ནི་སྐྱེས་ཤ་དང་ལྷོ་ཨེ་ཤི་ཡའི་ཚོགས་ཆུང་གི་ཚོགས་གཙོ་ཡིན་འདུག་དེ་བཞིན་གྲོས་ཚོགས་འོག་མིན་འཐུས་མི་ལྕམ་སྐུ་ནི་ད་ལུ་ཝེ་མཆོག་དང་མཇལ་འཕྲད་སྐབས་ཟླ་ཟེར་མགྲོན་འབོད་ཞུས་ཡོད། གཞན་ཡང་གྲོས་ཚོགས་འོག་མིན་འཐུས་མི་སྐུ་ཞབས་ཧྥེ་རིག་ཀེ་ཝུ་མཆོག་གིས་རྒྱ་ནག་གཞུང་གིས་བོད་ནང་འཛིན་བཞིན་པའི། དམ་བསྒྲགས་ཅན་གྱི་སྲིད་བྱུས་དེར་སྐྱོན་བརྗོད་ཤུགས་ཆེ་གནང་བ་དང་སྦྲགས་བལ་ཡུལ་གཞུང་གིས་བོད་མི་ལྔ་སྟོང་ཙམ་ལ་བལ་ཡུལ་ནས་ཨ་རི་ཕྱིར་སྐྱོད་ལག་འཁྱེར་མ་སྤྲོད་པར་སྐྱོན་བརྗོད་ཐོག་རྒྱལ་ས་ཝ་ཤིང་ཀྲོན་དུ་རྟེན་གཞི་བྱས་པའི་བལ་ཡུལ་གཞུང་རྩོད་པ་འབོད་དེ་བལ་ཡུལ་དུ་གནས་སྡོད་བོད་མི་རྣམས་ལ། བལ་ཡུལ་ནས་ཕྱིར་སྐྱོད་ལག་འཁྱེར་སྤྲོད་དགོས་པའི་རེ་འདུན་འདོན་རྒྱུ་ཡིན་སྐོར་གསུངས་པ་མ་ཟད། གལ་ཏེ་བལ་ཡུལ་དུ། གལ་ཏེ་བལ་ཡུལ་གཞུང་གིས་ཉན་འཇོག་མ་གནང་ཚེ་ཨ་རིག་གཞུང་གིས་ཁུལ་དེར་རོགས་རམ་མཚམས་འཇོག་བྱ་རྒྱུའི་ཉེན་བརྡ་ཡང་བཏང་ཡོད། བོད་དོན་སྙན་ཞུའི་གྲུབ་དོན་བཀའ་ཁྲི་མཆོག་གིས་ཨ་རིའི་གྲོས་ཚོགས་འོས་མི་འཐུས་མི་ལྕམ་སྐུ་ནན་སི་པི་ལོ་སི་མཆོག་དང་མཇལ་འཕྲད་གནང་སྐབས་དེར ྋགོང་ས་མཆོག་དང་བོད་མི་ཚོར་ཧ་ཅང་སེམས་ཐག་ཉེ་བའི་བོད་ཀྱི་གྲོགས་མོ་རྙིང་པ་ལྕམ་སྐུ་མཆོག་གིས ྋགོང་ས ྋསྐྱབས་མགོན་ཆེན་པོ་མཆོག་གི་ཆབ་སྲིད་ཀྱི་སྐུ་དབང་མང་ཚོགས་ཀྱིས་འོད་དོན་གཅིག་པའི་མགོ་ཁྲིད་ལ་རྩིས་སྤྲོད་མཛད་པའི་མཛད་རྗེས་ལ་བསྔགས་བརྗོད་ཞུས་ཡོད། དེའི་ཉིན། བཀའ་ཁྲི་མཆོག་གིས་ཨལ་ཇ་ཨལ་ཇ་རི་གསར་འགྱུར་བརྒྱུད་ལམ་ཁང་གསར་འགྱུར་བརྒྱུད་ལམ་ཁག་གི་གསལ་འགོད་པའི་དྲི་བར་ལན་འདེབས་གནང་ཡོད། ལན་འདེབས་གནང་ཡོད་པ་མ་ཟད། ཨ་རིའི་བོད་སྐད་སྡེ་ཚན་བོད་སྐད་བརྙན་འཕྲིན་གྱི་ཀུན་གླེང་ལས་རིམ་གྱི་ཆེད་དོན་དྲི་བར་ལན་འདེབས་གནང་ཡོད། གཞན་ཡང་བཀའ་ཁྲི་མཆོག་གིས་ཝ་ཤི་ཀྲུན། ཨོའོ། སེམས་འགུལ་ལྷན་ཁང་དུ་མགྲོན་འབོད་ལྟར་ཕེབས་ཏེ་བོད་ནང་རང་ལུས་མེ་གསོད་བཏང་བའི་དོན་རྐྱེན་དང་འབྲེལ་བའི་ཆེད་རྩོམ་ཞིག་བྲིས་ཡོད་པ་དེ་གསེར་ཞོ་ཐོག་ཐོན་ཡོད། དེ་ཡི་ཉིན་གྱི་ལས་རིམ་མཐའ་མར་བཀའ་ཁྲི་མཆོག་དང་ཀིརྟི་རིན་པོ་ཆེ་མཆོག་ལ་ཝཱ་ཤིང་ཏོན་ས་གནས་བོད་རིགས་ཚོགས་པས་གསོལ་སྟོན་ཞིག་ཀྱང་བཤམས་ཡོད་པ་བཅས་ཡོང་ཁུངས་བོད་མིའི་སྒྲིག་འཛུགས་ཀྱི་གཞུང་འབྲེལ་དྲ་བ།